ཚིག་ཁ་ཤས་ཀྱིས་ངོ་ཤེས་དཀའ་མེད་ཐུགས་སུ་བདག། འོ་དེའི་འབུ་སྡམས་པ་ལ་ད་རིང་ཉིད་ཀྱིས་སྐད་ཆ་བཤད་དེ་ལྟ་གང་ལྟར། ཉིས་སྟོང་ཉིས་བརྩ་གཅིག་གི་འོས་བསྡུའི་སྐབས་ནས་ད་སྤེན་པ་ཚེ་རིང། སྲིད་སྐྱོང་བའི་ཀླད་བར་ནད་བྱས་འགོ་བཙུགས་ནས་ད་ང་རང་ཚོ་གི་གོང་ས་མཆོག་གི་དམངས་གཙོའི་གསོལ་རས་གནང་བ་དེ་འབད་དམར་གསོད་བཏང་སོང་བསམ་བསམ་འགྲོ་ཅིག་ཚོར་བ་ཅིག་ཐོག་ནས། ཨ་སོ་སོ་གི་དེ་མང་ཚོགས་ལ་དུ་འབྲེལ་བཤད་རྒྱ་ཡས་ནས་ཨ་ནི་མང་ཚོགས་གི་ངོས་ནས་འདི་དང་ལ་དཔྱད་ཞུ་ཡག་པོ་ཅིག་གནང་རོགས་གནང་བཞིན་འོ་དེ་ཞུས་ནས་ད། ཉིས་སྟོང་ཉིས་བརྩ་གཅིག་གི་འོས་བསྡུ་སྐབས་ལ་ད། སྤེན་པ་ཚེ་རིང་སྲིད་སྐྱོང་ལ་འཁོད་པ་རེད། འཁོད་པ་འདིར་རེད། འཁོད་རེད་ཀྱི་བརྒྱུད་རིམ་འདིས ྋགོང་ས་མཆོག་གིས་མི་ལོ་དྲུག་ཅུ་སྐུ་ལས་བསྐྱོན་རྗེས་དམངས་གཙོ་ཡང་དག་པའི་མི་མང་གི་འོས་བསྡུ་ཐོག་ནས་འདེམས་ནས་ཁོ་རང་སྲིད་སྐྱོང་ལ་བསྐོས་ཐུབ་པ་བྱུང་ཡོད་རེད་སྲིད་སྐྱོང་འོས་བསྡུ་ལ་ཐོབ་པ་ཅིག་བྱུང་ཡོད་རེད། སྙིང་དུ་བརྩམས་པ་ལ་ག་བར་རུང་ཅིག ྋགོང་པའི་དམངས་གཙོ་འདི་ཡང་དག་པའི་དམངས་གཙོ་ཅིག་ཡོང་ལ་འགྲོ་ན་བསམ་པའི་ཐོག་ནས་འོས་བསྡུའི་ལམ་ནས་ཁོ་རང་འདེམས་དོན་སྲིད་སྐྱོང་བསྐོས་རེད་དེ། ཡིན་པ་ནས་ཁོ་རང་འདེམས་དུས་སྲིད་སྐྱོང་སླེ་བ་ནས་བྱས་ཨ་ནི་གྲྭ་བ་རུ་ཆེན་གྱིས་གསོལ་རས་གནང་བཞག་རྒྱུ་འདུག་ཡང་དག་པ་དམངས་གཙོ་དེ་ཨ་ནི་ཁོ་རང་འདེམས་ཐོན་སྲིད་སྐྱོང་མཁོ་བ་ནས་ཆེད་རྩ་མེད་བཏང་ཡོད་འདུག་སུ་འགོ་བཙུགས་དུང་རྩ་མེད་བཏང་ཡོད་དེ་འགོ་བཙུགས་སྟངས་དེ་ཐོག་མར་ཁོ་རང་སྲིད་སྐྱོང་ལ་སླེབས་པའི་སྐབས་ལ་དམ་བཅའ་ཕུལ་ས་དེ་ཨ་ནི་དམངས་གཙོ་གི་ལམ་ལུགས་ཀྱི་ཐོག་ནས་གྲོས་ཚོགས་ནས་སུང་ཅན་གཉིས་ཀྱིས་རྩམ་ཕུར་སུམ་བརྒྱ་གཉིས་ཀྱི་གྲོས་ཆོད་བཞག་ནས་འཕོ་འགྱུར་བཏང་བཞག་པས་ཨ་ནེ་ཁྲིམས་ཞིབ་པ་ཆེ་བ་བདུན་ནི་ད་དམ་བཅའ་ཕུལ། ཐོག་མར་ཁོ་གི་དམངས་གཙོ་གཏོར་ཀྲད་དེ་ད་ག་ནས་འགོ་འཛུགས་སོང་ངོ། འོ་དེ་ཞུ་ཡ་ཡིན། ཁོ་རང་ལས་ཁུར་ལ་དམ་བཅའ་ཕུལ་བའི་ཉིན་མོ་ནི་བྱེད་སྒོ་དམངས་གཙོའི་གཏོར་ཀྲད་འགོ་འཛུགས་རེད་གཏོར་བདག་འདི་ཡིན་པ་ནི་དམངས་གཙོ་ལ་ཡ་དེ་མང་ལ་གཙོ་ཆེ་ཡ་ཟེར་གྱི་ཡོད་རེད་བ་ད་འོ་དུས་ཡིན་པ་དང་ནི་མང་གི་རྒྱབ་སྐྱོར་ཐོབ་ས་དེ་ལ་ཕ་རི་མངའ་ཚོགས་ཀྱི་སྲིད་སྐྱོང་འོ་བསྡུ་སུ་ཐོབ་པ་ཡིན་རེད་དེར་སྲིད་སྐྱོང་བརྩིགས་ཡོད་རེད་ད་ག་རང་ཐོག་ནས་གང་བྱས་ང་རང་ཚོ་གི་གྲོས་ཚོགས་དེ་ཨ་ནི་མི་མང་གི་སྐུ་ཚབ་ཆགས་ཀྱི་ཡོད་རེད་མི་མང་གི་སྐུ་ཚབ་ཀྱིས་ཨ་ནི་ཐག་གཅོད་བྱས་བཞག་པ་ཐག་གཅོད་དེ་ཡང་ལས་སླ་བོ་ཞིག་ཐོག་ནས་བྱས་བ་ཙམ་མ་ཡིན་པ་གྲོས་ཚོགས་ནས་ཐག་གཅོད་ག་འདྲི་བྱེད་ཀྱི་ཡོད་པ་ཡིན་ན་ཐོག་མ་གྲོས་ཆོད་གྲོས་འཆར་དེ་གྲོས་ཚོགས་ལ་ཚུད་པ་མང་ལ་མང་མོད་སྤྱི་མོས་ཐོག་ནས་ཚུད་མེད་ལྟ་ཡས་ཅིག་རེད། དེ་འདྲའི་གྲོགས་ཅིག་གིས་གྲོས་ཆོད་གྲོས་འཆར་དེ་མང་མོས་སྤྱི་མོས་ལྟ་ནས་མང་མོས་ཐོག་བཙུགས་ན་གྲོས་ཚོགས་འདི་གྲོས་ཚོད་ཚུད་ཀྱི་ཡོད་རེད་ཚུད་བ་ནང་བཞིན་གྱི་དེ་འདྲས་ཀྱི་ཚུད་བ་དེ་ལ་ཡང་མང་མོས་སྤྱི་མོས་ལྟ་ཅེས་གྲོས་ཆོད་གྲོས་འཆར་ཁེ་བྱས་དེ་འདྲས་ཀྱི་འདི་ལ་མང་མོས་ཐོབ་ཅེས་གྲོས་བསྡུར་བྱས་རྗེས་མཐའ་མ་དེ་ལ་མང་མོས་སྤྱི་མོས་ལྟ་ནི་མོས་འཕེན་གྱིར། དེ་འབྲེལ་གྱི་མང་མོས་སྤྱི་མོས་ལྟ་འདི་དག་ཀུན་སྤྱོད་བརྒྱུད་རིམ་གསུམ་གྱི་ཐོག་ནས་སྒྲོག་བྱེད་ཨ་ནི་འཕོ་འགྱུར་བཏང་བྱ་བའི་གི་ཁྲིམས་ཞིབ་པ་གསུམ་འདི་ལ་ཁྲིམས་ཞིབ་པ་རྩ་ནི་ཨ་ནི། འདེམས་ཐོན་སྲིད་སྐྱོང་གི་དམ་བཅའ་ཕུལ་བས་འདི་དམངས་གཙོ་གཏོར་བཤིག་བཏང་བའི་གི་ཐེངས་མ་དང་པོ་དེ་ཆགས་ཀྱི་རེད་ལས་འགུལ་དང་པོ་དེ་འདི་ཡིན་དུས་བརྩམས་པ་ལ་ཁོ་རང་གི་དམ་བཅའ་ཕུལ་བཞག་རྒྱུ་འདི་ཁྲིམས་འགལ་གྱི་ཐོག་ནས་ཁྲིམས་ཁང་ལ་སླད་བཞག་བ། ཁྲིམས་སྒྲིག་གཞི་གང་ཡང་མ་བརྩི་བའི་ཐོག་ནས་སླད་བཞག་བ་གཅིག་རྩ་ནས་དམ་བཅའ་ཕུལ་བ་དེ་སྤེན་པ་ཚེ་རིང་གིས་གངས་ཅན་དམངས་གཙོ་གཏོར་བཤིག་བཏང་ཡས་ཀྱི་ལས་འགུལ་དང་པོ་དེ་འདི་ཆགས་ཀྱི་ཡོད་རེད། དེ་བཞིན་དེ་ནས་ཁོ་རང་སྲིད་སྐྱོང་གི

སེའུ་བསད་ཀྱང་བསད་སོང། དེ་འདྲའི་ཟླ་བའི་གེ་སེང་བཞིན་དུ་ཨ་ནི་ཁོ་རང་གི་བཀའ་བློན་སུ་གཅིག་མེད་པའི་སྐབས་ལ། བོད་རྒྱའི་ཞི་མོལ་ལས་དོན་ཚོགས་ཆུང་གི་ཚོགས་མི་མི་བཅོ་ལྔ་ཉི་ཤུ་ཞིག་ཡོང་བ་དེ་ཕྱིར་བསྡུ་བྱས་རྗེས་ཁོ་རང་རང་གིས་ཨ་ནི་ཡི་ཇི་གང་རེད། བོད་རྒྱའི་ཁ་བྲལ་ཚོགས་ཆུང་མི་ཞིག་གིས་སྡེ་བའི་ཚོགས་ཆུང་གཅིག་བསྐོ་གཞག་སྡུག་ས་གནང་ཡོད་རེད། དེ་ཚོ་ཚང་མ་ཁྲིམས་སྒྲིག་གཞི་གཏོར་བྱས། རོ། མི་གཅིག་དབང་འཛིན་གྱི་ཐོག་ནས། རོ། བཅའ་ཁྲིམས་ལ་རྩིས་མེད་དུག་རོ་བཏང་བྱས། ང་ཚོ་གིས་ག་བར་རྔུ་ཅན་གྱི་གསོལ་རས་གནང་བཞག་རྒྱུ་དམངས་གཙོ་དེ། དེ། དེ་ཁྲིམས་ཀྱི་དབང་སྒྱུར་གྱི་དམངས་གཙོ་རེད་དེ་ཡིན་པ་ནས་ཁོ་རང་སྲིད་སྐྱོང་ལ་སླེབས་ཡ་ནས་རྗེས་ཨ་ནི་ཁོ་རང་གིས་བོད་རྒྱའི་གཞིས་མི་ཚོགས་ཆུང་ལས་དོན་ཚོགས་ཆུང་མི་ཡོད་བ་འདི་ཁོ་རང་མི་གཅིག་གིས་ཐག་གཅོད་བྱས་ནས་མེད་བ་བཟོས་རྗེས་མི་ཞིག་གིས་ཨ་ནི་ག་ལ་བོད་ཀྱི་ཞི་མི་སྒྲིལ་ག་ས་ལས་དོན་ཚོགས་ཆུང་ལ་ནི་མི་ཞིག་གིས་བསྐོ་གཞག་འདུག་གནང་ཡོད་རེད་ལ་འདི་ཁོ་རང་གི་ཁྲིམས་འགལ་གྱི་བཅའ་ཁྲིམས་ལ་རྩིས་མེད་རྡོག་རོལ་བཏང་ཡོད་ཀྱི་ལས་ཀ་དང་པོ་འདིར་དམངས་གཙོ་འགྲོ་ལུགས་དང་དུས་ཁྲིམས་ཀྱི་དབང་སྒྱུར་ལ་གོ་རྩིས་མེད་པར་དོགས་ནས་ཁོ་རང་གིས་ལས་ཀ་དང་པོ་འདི་བྱས་ཡོད་རེད། ལས་ཀ་གཉིས་པ་འདི་ཁོ་རང་གིས་ག་རེ་བྱས་ཡོད་རེད་ཟེར་ཞུས་བ་ཡིན་པ་ཡིན་ན། སྤྱི་འཐུས་ནང་ལོགས་ལ། སྤྱི་འཐུས་ནང་ལོགས་ལ། དམ་བཅའ་ཕུལ་ས་ཀྱི་དཀའ་རྙོག་ཡོད་ཅིང་སྤྱི་འཐུས་ཆགས་མ་ཐུབ་པའི་གནས་སྟངས་ཅིག་གི་ཐོག་ནས་ཁོ་རང་གིས་ད་ཐེངས་ཀྱི་ཨ་རི་ཡི་བཀའ་ཤག་གོང་མས་ཀྱི་ཨ་རི་ཡི་ད་ལྟ་ཏོག་དབྱིབས་ནད་ཡམས་ཀྱི་སྐབས་ལ་རྒྱ་གར་གཞུང་ལ་དབུས་བོད་ཡིག་གི་དཔེ་བྱོལ་འདོད་སྐུལ་བྱས་བཞག་པ་འདི་ཨ་ནི་བརྒྱ་ཆ་ཉི་ཤུ་རྩེ་ལྔ་གཅིག་བོད་མིའི་སྒྲིག་འཛུགས་ཀྱི་འགྲོ་སྟངས་དང་ཡིག་གི་བར་ཁྱད་བཀའ་བསྒྲུབ་ཞུ་གི་ཡོད་པ། བར་བརྒལ་བཀའ་འཁྲོལ་ཞུ་འོས་ལ་ཡ་དེ་གི་འགྲོ་སྟངས་དེ་ག་འདྲི་ཆགས་ཀྱི་ཡོད་རེད། སྤྱི་འཐུས་ལྷན་ཚོགས་ཚུགས་པ་ཡིན་ན་སྤྱི་འཐུས་ལྷན་ཚོགས་སྐབས་ལ་བར་བརྒལ་བཀའ་འཁྲོལ་ཞུ་ཡ་རེད་དེ་མིན་བར་སྤྱི་འཐུས་རྒྱུན་ལས་ནས་བཀའ་འཁྲོལ་ཞུ་དགོས་དགོས་ངེས་རེད་ཡིན་པ་ཡིན་ཏེ། ཁོ་རང་གི་བར་བརྒལ་བཀའ་འཁྲོལ་ཞུ་སྟངས་དེ་སྤྱི་འཐུས་རྒྱུན་ལས་ཡོག་མ་རེད་སྤྱི་འཐུས་ཁོ་རང་ཆགས་ཡོག་མ་རེད་དེ་ཡིན་པ་ཡིན་ནས་ཚོགས་དྲུང་ལས་ཁུངས་ནས་བཀའ་འཁྲོལ་ཞུས་བྱས། ཚོགས་དྲུང་ལས་ཁུངས་ལ་ཡི་གེ་བཏང། ཨ་ནི། ཐག་གཅོད་མ་བྱུང་བ་ཡིན་པས་ན་ཨ་ཏི་བར་གྱི་བཀའ་ཁྲོལ་དེ་ར་བའི་རྣམ་པ་ཞིག་གི་ཐོག་ནས་ཨ་ནི་ཁོ་རང་གིས་བརྒྱ་ཆ་ཉི་ཤུ་ཚན་ལྔ་གི་དངུལ་འདི་སྡུག་གྲོགས་སོང་སྟངས་བྱས་ག་རང་ཚོ་གིས་བཅའ་ཁྲིམས་ལ་རྩིས་མེད་རྡོག་རོལ་བཏང་སྟེ་ང་ཚོ་སྒྲིག་འཛུགས་ཀྱི་ཁྲིམས་ཀྱི་དབང་བསྒྱུར་ལ་རྩིས་མེད་རྡོག་རོལ་བཏང་ནས་སྒྲིག་འཛུགས་སྡུགས་སུ་གཏོར་ཡོད་རེད་དམངས་གཙོ་གཏོར་བཤིག་སྡུགས་སུ་བཏང་ཡོད་རེད་ཟེར་ནས་དོན་ཚན་གཉིས་པ་འདི་ཆགས་ཀྱི་ཡོད་རེད་ཟེར། འདིར། ད་དོན་ཚན་གསུམ་པ་དེ་ལྟ་ཁོག་གི་དམངས་གཙོ་གཏོར་རིགས་ཀྱི་བརྒྱུད་རིམ་དོར་བ་དང་ལས་དོན་ཚན་གསུམ་པ་དེ་ལྟ་ངེས་ཆ་ད་ཁོ་རང་གི་ལོ་གཉིས་ནང་ལོགས་ལ་ལས་ཀ་བྱས་བའི་བརྒྱུད་རིམ་ལ་ཁྲིམས་སྒྲིག་གཞི་གཏོར་བའི་ལས་ཀ་འདི་འདྲི་བྱེད་ཀྱི་ཡོད་རེད་འདི་མ་ཚད་པའི་ད་ད་ལྟ་རེད་ད་ད་དེ་ང་རང་ཚོ་གནས་སྟངས་འདིར་ཆགས་ཀྱི་ཡོད་རེད། ཉིས་སྟོང་ཉིས་བརྩེགས་གསུམ་གྱི་ཕྱི་ཟླ་དགུ་བའི་ཚེས་གཉིས་དམངས་གཙོའི་དོན་ཆེན་གྱི་གཏམ་བཤད་ག་རེ་གནང་ཡོད་རེད་དམངས་གཙོའི་དོན་ཆེན་གྱི་གཏམ་བཤད་ག་རེ་གནང་ཡོད་རེད། འཛིན་སྐྱོང་གི་ལས་ཀ་དེ། འཛིན་སྐྱོང་གི་ལས་ཀ་དེ། འཛིན་སྐྱོང་གི་ཕྱག་ལས་གནང་ཡས་རེད་མ་གཏོགས་ཁྲིམས་བཟོ་ལྷན་ཁང་གི་ལས་དོན་བྱེད་ཕྱོགས་ལ་འབྲེལ་བ་གང་ཡང་ཡོང་ཐང་རེད། ཡིན་པ་ཡིན་ནའི་ཁོ་རང་གིས་ཁྲིམས་བཟོ་ལྷན་ཁང་གི་ཇུས་གཏོགས་བྱས་རྗེས་བཅའ་ཁྲིམས་ལ་བསྐྱར་བཅོས་དགོས་པ་དེ་ཁྲིམས་སྒྲིག་ཁང་ལ་གཏམ་བཤད་བྱས་བ་ཅིག་མ་གཏོགས་འཛིན་སྐྱོང་གིས་ལོ་གཉིས་ནང་ལོགས་ལ་ལས་ཀ་ག་རེ་བྱས་ཡོད་བ་མ་འོངས་པ་ཨ་ནི་ལོ་གསུམ་ནང་ལ་ལས་འཆར་ག་རེ་ཡོད་ག་ལ་ཅི་ཡང་འགྲེལ་བཤད་ཅི་ཡང་ཡོད་མ་རེད་ད། དམངས་གཙོ་འཕེལ་རིམ་དང་འབྲེལ་བའི་ཐོག་ནས་རང་འཛིན་སྐྱོང་གི་ད་ལྟ་བར་དུ་ག་རེ་ཞབས་ཕྱི་ཞུས་ཡོད། མང་མོས་ཀྱི་ཐག་གཅོད་ལ་བརྩི་བཀུར་ག་ཚོད་ཞུས་ཡོད། རོ། དེ་ཚོའི་བཀའ་སློབ་གང་ཡང་མེད་པ་ཐོག་ནས་རོ། ཁོ་གིས་ད་འཛིན་སྐྱོང་གི་ཁྲིམས་བཟོ་ལས་ཁང་གི་དབང་ཆ་དེ་ཕྱིར་བསྡུ་བྱེད་ཀྱི་དམིགས་ཡུལ་ཟིན་པའི་ཐོག་ནས་ད་བཀའ་སློབ་འདི་ཤེས་ཡོད། བཀའ་སློབ་ཤེས་བ་མ་ཚད་ད་ད་ལྟ་ང་རང་ཚོ་མཐོང་དེ་དབུལ་སྐྱོར་གཞིས་ཆགས་ནི་གེ་ལྐོག་བཅོས་བཅོ་ལྔ་ཉི་ཤུ་གཅིག་རྡ་རམ་ས་ལ་ལ་སྐྱེ་འཕེལ་རྒྱ་གར་འགྲོ་གི་ཡོད་རེད། འོ་བེ་ལ་ཀོ་བི་ནི་གེ་ལྐོག་ཁ་ཤས་ཀྱི་སྐྱེ་འཕེལ་རྒྱ་གར་འགྲོ་གི་ཡོད་རེད་མེན་པར་ནི་སྐྱེ་འཕེལ་རྒྱ་གར་འགྲོ་གི་ཡོད་ཟེར་ད་ང་ཚོ་ད་ལྟའི་ཁ་ཚ་ཚོང་སྡེ་གི་གནས་སྟངས་དེ་སུས་བཟོ་གི་ཡོད་རེད་འདི་གི་གནས་སུས་ཁྲིད་ཀྱི་ཡོད་རེད་ལ་ན་ད་ལྟའི་ང་རང་ཚོ་འདེམས་ཐོན་སྲིད་སྐྱོང་སྤེལ་པ་ཚེ་རིང་གི་གནས་ཁྲིད་ཀྱི་ཡོད་ཅེས་ཆགས་ཀྱི་ཡོད་རེད། འདི་གནས་ཁྲིད་མཁན་གྱི་ཆགས་གཏམ་ཆགས་ལུགས་དེ་ག་འདྲས་རེད་ལ་ན་ཞུ་བ་ཡིན་ན། ཁོ་རང་གིས་སྐད་ནག་པའི་ལ་གཏམ་བཤད་བྱས་ཡོད་རེད། མང་ཚོགས་ནས་མི་གཅིག་གིས་དྲི་བ་བཏང་ཡོད་རེད་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་མི་གཅིག་གིས་དྲི་བ་བཏང་རྗེས་ཆོས་རྒྱུད་ཀྱི་སྤྱི་འཐུས་ལ་འོས་བཅུ་གཉིས་བླུགས་ཡས་འདུག་ཆོལ་ཁ་གི་སྤྱི་འཐུས་ལ་འོས་བཅུ་བ་བླུགས་ཡས་འདི་ག་འདྲས་རེད་ཟེར་དུས་ཙམ་པ་ལ་འདི་ལ། འདེམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་གིས་རྒྱབ་སྐྱོར་གྱི་རྣམ་པ་ཐོག་ནས་འདི་འོས་དེ་འདྲ་མཉམ་ཆགས་ཀྱི་ཡོད་མ་རེད་འདི་གང་ལ་བསམ་བློ་བཏང་ཡས་ཀྱི་ལམ་ཀ་ཡོད་རེད་ཟེར་ནས་བཀའ་སློབ་འདི་གནང་ཡོད་རེད། ཁོང་གི་ལས་ཀ་དང་པོ་གཅིག་འདི་རེད། ད་ལྟའི་གི་མི་མང་ལང་ཡེ་ལ། མགོ་ཁྲིད་མཁན་འདི། སྤེན་པ་ཚེ་རིང་ཡིན་པའི་གི་དཔང་རྟགས་དང་པོ་འདི་ཀེ་ན་ར་ལ་ཁུར་བའི་གི་གཏམ་འཆལ་འདི་རེད། ཡིན་པ་ཡིན་ན་མི་སྐྱོ་སྐྱོ་བོ་བྱིན་པ་ཡིན་ན་དེ་ལ་ཡ། མི་གཅིག་ལ་འོས་བཅུ་གི་ཐོབ་ཐང་ཡོད་བ། གྲ་བཙུན་ལྔ་གསུམ་ཡིན་པ་ཡིན་ན་མི་གཅིག་ལ་འོས་བཅུ་གཉིས་ཐོབ་ཐང་ཡོད་བ་ལས་བསམ་ད་དེ་ཁ་བ་ཤུགས་ཆེན་པོ་ཞུ་ཞུ་དྲུག་ཡོད་རེད་སོ་སོའི་མགོ་ཁྲིད་འདམ་ཡག་གི་ཐོབ་ཐང་དེ། དེ་ཡིན་དུས་ད་འདི་མ་འོངས་པ་ཐབས་ཤེས་གང་རེད་སྟོན་དགོས་ཀྱི་རེད་ཟེར་ནས་ངས་ནི་སྙན་མ་ནས་ལབ་བསྡད་ཡོད། ད་ང་ཚོ་ཚང་མ་ལོག་ལ་ཡང་མི་རེ་རེར་ཆོལ་ཁ་རེ་རེ་དང་ཆོས་བརྒྱུད་རེ་རེ་ནི་ཡོད་རེད། ཆོལ་ཁ་མེད་པར་བཟོ་གི་ཡིན་ཟེར་ད་ནི་ཁག་པོ་ཞིག་བྱེད་ཀྱི་རེད་ཆོས་བརྒྱུད་མེད་པར་བཟོ་གི་ཡིན་ཟེར་ད་ནི་ཁག་པོ་ཞིག་བྱེད་ཀྱི་རེད། ད་ང་རིས་མེད་ཞེ་པོ་ཅིག་ཡིན་ཟེར་ལབ་རྗེས་ལབ་ན་ང་ཚོ་ཅིག་གིས་གཞན་པ་ཆོལ་ཁ་དང་ཆོས་བརྒྱུད་རེ་རེ་ཡོད་བསྡད་དུས་མི་གཅིག་ལ་འོས་བཅུ་གཉིས་ཚང་མ་གཅིག་པ་བཟོས་བཞག་པ་ཡིན་ན། ད་ནི་ཁོ་མི་རེ་རེ་རེར་ཐོབ་ཐང་གཅིག་པ་ཆགས་ཀྱི་རེད་བ་སོ་སོའི་ཆོལ་ཁ་དེ་ལ་མི་བཅུ་བདམས་ཆོས་བརྒྱུད་དེ་མི་གཉིས་བདམས་བཞག་པ་ཡིན་ན་འཛམ་བུ་གླིང་ལ་བོད་པ་དཔང་རྟགས་གཉིས་པ་དེ་ཁོ་རང་གིས་ལོ་གཉིས་ཀྱི་ནང་ལ་མི་འབོར་ཞིབ་བཤེར་གྱི་དེ་བཞིན་ནང་ལོགས་ལ་ཆོ་ག་ཆོས་ལུགས་ག་རེ་ཡིན་པ་དེ་བཀོད་གོ་གི་ཡོད་ད་ནི་ཁུག་གི་ལས་འཆར་བྱེད་འདོད་ཡོད་མི་བོ་ཞིག་བཟང་ཤེས་གི་འདི་ལ་མང་ཚོགས་ངོ་ནས་ངོ་རྒོལ་བྱེད་ནི་ཕུགས་བསམ་ཚོགས་པ་ཅིག་དང་ལས་དོན་དེ་མིང་དོན་མཚུངས་པ་ཅིག་བསྒྲུབ་ཡོད་མ་རེད་དེ་ཡིན་པ་ཡིན་ནའི་ཁ་རང་གི་དམིགས་ཡུལ་དེ་གནས་ཁང་ད་ཁ་རང་ཆགས་བསྡད་ཡོད་རེད་འདི་ཡིན་དུས་ཙམ་པ་ལ་ཁོ་རང་གི་ད་ཆོ་ག་ཆོས་ལུགས་ཀྱི་འོས་བླུགས་སྟངས་ལ་འབྲེལ་བའི་ཐོག་ནས་ཁོ་རང་གི་ད་ག་ཅད་མི་བོ་དྲང་ཤེས་ཀྱི་ཐོག་ལ་གྲོས་ཚོགས་ནང་ལུང་ལ་འགྱུར་བ་གཏང་མཁན་གྱི་དམིགས་ཡུལ་ཟིན་པའི་ཐོག་འཛིན་སྐྱོང་གི་ལས་ཀ་འདི་མ་རེད། ཁྲིམས་བཟོ་ལྷན་ཁང་གི་ལས་ཀ་འདི་ཁྲིམས། སྤྱི་འཐུས་ལྷན་ཚོགས་ཀྱི་རེ་བ་དང་འཛིན་སྐྱོང་གི་ལས་ཀ་འདི། ཁྲིམས་བཟོ་ལྷན་ཁང་དང་ཇུས་གཏོགས་བཅས་ཀྱི་གནས་སྟངས་འབྲེལ་བ་ཆགས་ཀྱི་ཡོད་མ་རེད། ཡིན་པ་ནི་མི་དམངས་ལ་ཁུར་གྱི་འདི་འདྲས་ཀྱི། ལམ་འགག་གཏོད་བྱས་སློབ་གསོ་བསྐྱར་བཅས་ཏག་ཏག་ཡོང་གི་ཡོད་རེད། ཉུང་མ་མང་པོ་ཞིག་དར་རུ་ས་ལ་བཀྲིས་ཏེ་གྲོས་ཚོགས་ལ་ངོ་རྒོལ་རྒྱག་ག། འདིའི་ངོ་རྒོལ་རྒྱག་མཁན་དེ་ཚོ། དམངས་གཙོ་ཚད་དང་ལྡན་པའི་མགོ་ཚོས་ཏེ་ངོ་རྒོལ་རྒྱག་མཁན་རེད་བས་མ་རེད་དམངས་གཞུང་གཏོར་བཤིག་བཏང་མཁན་རེད་ཟེར་ནས་གསལ་བོ་བཤད་ཡོད་དེ་ཞུ་བའི་རྒྱུ་མཚན་དེ། དེའི་ནང་ལ་ངོ་རྒོལ་རྒྱག་ག་སླད་དེ་མཁན་གྱི་གང་ཟག་འདི་ཚོ་བྲེད་དེ། གྲོས་ཚོགས་ཀྱི་མང་མོས་སྲུང་བྱེད་གཉིས་ཀྱི་བཞག་བྱ་བའི་གྲོས་ཆོད་ལ་རྩིས་མེད་རྡོག་རོལ་བཏང་སྟེ་ངན་རྐྱང་རྐྱང་ཆགས་སྡོད་ཡོད།

ད་ཐེངས་ཀྱི་སྤྱི་ཟླ་དགུ་བ་གྲོས་ཚོགས་ནི་ཏོ་རེད། གྲོས་ཚོགས་ལ་གྲོས། གྲོས་ཚོགས་ཀྱི་སྐུ་དབང་དེ་ཕྱིར་འདོན་བྱེད་ཡག་གི་དམིགས་ཡུལ་གྱི་ཐོག་ནས་ཨ་ནི་ཁོ་ཚོ་གི་ངོ་རྒོལ་རྒྱག་ག་ལེགས་ཡོད་རེད་འདི་ང་རང་ཚོ་མི་མང་ཚོ་མཁྱེན་དགོས་གི་རེད། རོ། དེ་མ་གཏོགས་གྲོས་ཚོགས་དེ་ཁྲིམས་བཟོ་ལྷན་ཁང་ཆགས་ཀྱི་རེད་ཁྲིམས་བཟོ་ལྷན་ཁང་ལ་ཁྲིམས་འཛིན་གྱི་སྐུ་དབང་ཆགས་སྟངས་ཡོད་བསྡད་བ་དེ་ད་དེ་སྐུ་དབང་དེ་འཕྲོ་བའི་ཆེད་དུ་མི་མང་གི་དཔུང་སྒྲིག་གི་ཐོག་ནས། བ། མི་དམངས་ཀྱི་དཔུང་སྡེ་ཀྱི་ཐོག་ནས་གྲོས་ཚོགས་ལ་བསྐོ་བ་ནི་མེད་པ་བཅས་མི་དམངས་ཀྱི་ཁག་གི་ཤེས་ནི་བ་མི་ཉུང་ཤས་ཀྱི་ཁ་ཁ་ཤོག་ལ་འགྲོ་བའི་གི་ལམ་འགག་རེད་ཟེར་བ་ཐོག་ནས་ཨ་ད་ལྟའི་གི་གྲོས་ཚོགས་ལ་དངོས་ཤུགས་གྲལ་ག་ལེ་ཡོད་ར་བ་དོ་དོ་དོན་དག་ཡག་ཉེས་དེ་ད་ལྟའི་འཛིན་སྐྱོང་གི་གང་བྱས་མི་དམངས་དཔུང་སྡེ་ཀྱི་ཐོག་ནས་གྲོས་ཚོགས་ཀྱི་བསྐོ་བ་འདི་ཆུད་ཆུད་བྱས་ལ་ཨ་ནི་ངོ་ལྐོག་རྒྱ་གར་གྲ་སྒྲིག་བྱེད་བཞག་བ་དེ་ཁྱག་སྟེགས་ཡོད་རེད་འདི་ཡིན་དུས། ད་འདས་པའི་ལོ་གཉིས་ཀྱི་ནང་ལོགས་ལ་སྤེན་པ་ཚེ་རིང་གིས་ལས་ཀ་བྱེད་རྒྱུ་ལ་གཅིག་བལྟས་དང་རོགས། ཁྲིམས་སྒྲིག་གཞི་ལ་བཀའ་བཅའ་ཁྲིམས་ལ་རྩིས་མེད་རྡོག་རོལ་བཏང་ཡོད་རེད། རོགས། ཁྲིམས་བཟོ་ལྷན་ཁང་ཁྲིམས་བཟོ་ལྷན་ཁང་གི་དབང་ཆ་ཕྱིར་བསྡུ་བྱས་ལ་ད་མི་མང་སྟོང་སྒྲིག་བྱས་རྗེས་ད་གྲོས་ཚོགས་བསྡུས་ལ་ད་གྲོས་ཚོགས་གཏོར་ག་ལེར་གྲ་སྒྲིག་བྱེད་བཞག་ཡོད་རེད་འདི་གྲ་སྒྲིག་བྱེད་དེ་ཆ་ཚང་དེ། ཨ་ནི་ཁོ་རང་ཚོ་གིས་ད་ད་ལྟའི་གི་བཀའ་ཤག་གི། འགན་འཁྱེར་དགོས་པ་རེད། དགྲ་བོ་འདིས་ད་ལྟའི་བཀའ་ཤག་གིས་གང་ལྟར་རྡོག་རྡོག་མཐའ་མ་ངའི་རྒྱུགས་ག་རེ་བསྒྲིགས་ཡོད་ཟེར་ན་རྒྱལ་བ་རིན་པོ་ཆེ་གིས་དམངས་གཙོའི་གསོལ་རས་གནང་བཞག་པ་ཡང་དག་པ་འདི། ཕྱིར་བཟོ་བྱས་བྱས་མི་གཅིག་དབང་འཛིན་ལམ་ལུགས་སྒང་ལ་ཨ་ལི་འགྲོ་བསྡད་ཀྱི་ཡོད་པ་འདི་ད་མི་མང་ཚོགས་ཀྱིས་མཁྱེན་དགོས་པ་འདུག། གལ་སྲིད་ད་ལྟའི་གི་བཀའ་ཤག་གིས་མི་གཅིག་དབང་འཛིན་སྒང་ལ་འགྲོ་ཡས་ཀྱི་སྲིད་བྱུས་བྱེད་ཀྱི་མེད་ཟེར་ནས་མང་ཚོགས་ལ་ཁ་ནས་བཤད་ཀྱི་ཡོད་པ་ཡིན་ན། ཨ་ནི་ཁྲིམས་སྒྲིག་གཞི་རྐང་ན་ཁ་ཅིག་ནི་ཕྱག་ལས་གནང་ཐུབ་ཀྱི་ཡོད་མ་རེད། གྲོས་ཚོགས་ཀྱི་མང་མོས་ཀྱི་ཐག་གཅོད་རྐང་ལ་ཁ་ཅིག་ནི་འགྲོ་ཐུབ་ཀྱི་ཡོད་མ་རེད། རོ། གྲོས་ཚོགས་དེ་མི་མང་གི་སྐུ་ཚབ་ཅིག་ལ་ག་རེ་བཞིན་ནི་ངོས་འཛིན་བྱེད་ཐུབ་ཀྱི་ཡོད་མ་རེད། ད་ལྟ་གཞིས་ཆགས་ཁག་ནི་མི་མང་དཔུང་བསྒྲིགས་ནས་ཡར་སླེབས་རྗེས་གྲོས་ཚོགས་ལ་གནོད་ཤུགས་སྤྲད་ཡས་འདི་དམངས་གཙོ་འགྲོ་ལུགས་དང་མཐུན་པ་མ་རེད་ཟེར་ནས་ཚིག་ཐག་ཆོད་པོ་ཞུ་ཡས་འདི་ཡིན་དུས་བརྩམས་པ་ལ་ད་ལྟའི་གི་མི་མང་གི་དཔུང་སྒྲིག་གི་ཐོག་ནས་རྡ་རམ་ས་ལ་ལ་གྲོས་ཚོགས་ལ་གནོད་ཤུགས་སྤྲད་ཁག་ཡོང་ངེས་དེ་ད་ལྟའི་བཀའ་ཤག་གི་འཆར་གཞི་ཡིན་པ་དང་ད་ལྟའི་བཀའ་ཤག་གི་ལམ་སྟོན་གི་ཐོག་ནས་མང་ཚོགས་ནས་ལངས་བྱ་བ་ཅིག་ཡིན་དུས། ད་ལྟའི་གི་བཀའ་ཤག་གིས་གོང་ས་མཆོག་གི་གསོལ་རས་གནང་བྱ་བ་མང་ཚོགས་དེ་གཏོར་གི་འདུག་ད་ད་རིང་ངེད་ཀྱི་ཚིག་ཐག་ཆོད་པོ་གང་ལ་ཞིག་ཡོད་དེ་ཡིན་དུ་མང་ཚོགས་ཚང་མ་ལོ་འདི་ལ་ཐུགས་གཟབ་གནང་ནས་ཡིད་གཟབ་གནང་ནས་མཁྱེན་པ་གནང་བའི་ཐོག་ནས་ཨ་ནི་ང་རང་ཚོ་མི་མང་ཚོ་དངོས་གནས་དགྲ་བོར་མི་བྱེད་ཀྱི་དམངས་གཙོ་གསོལ་རས་གནང་བ་འདི་ལ་གུས་བརྩི་དང་ཆེ་མཐོང་དང། བྱེད་ཀྱི་ཡོད་པ་ཡིན་ན་ད་ལ་ང་ཡི་དུས་ཚོད་གླེང་ཡོང་གི་འདུག་རྒྱ་བལ་མུ་ཅིག་གིས་དམངས་གཙོ་གནང་བཞག་པ་དེ་སྲུང་སྐྱོབ་བྱེད་ཡའི་དུས་ཚོད་གླེང་ཡོང་གི་འདུག་ད་ཐེངས་ཀྱི་གྲོས་ཚོགས་ལ་ངོ་བོ་རྒྱ་གར་གླེང་མི་ཡོང་མཁན་འདི་ཚོ་དེ་དེང་གི་རྒྱ་བལ་མུ་ཅིག་གིས་དམངས་གཙོ་གཏོར་གི་ཡོད་རེད་ཟེར་ནས་ཚིག་ཐག་ཆོད་པོ་ཞུ་ཡ་ཡིན་བཀྲ་ཤིས་བདེ་ལེགས་ད་ག་རང་ཞུ་ཡ་ཡིན།